བོད་ནང་གི་ཅིག་ནད་ཡམས་དག་དེ་འདྲས་ཀྱི་བུ་གའི་ཅིག་གི་རྐྱེན་ངན་བ་ལྡོག་ཐུ་ཡ་ཞི་དག་རྐྱེན་ངན་ཞི་ཡ་ཅིག་གི་ཨེ་རེད་ངས་སྨོན་ལམ་རྒྱག་གི་ཡིན་ཁྱེད་རང་ཚང་མ་ལོག་གི་སྨོན་ལམ་བསྐྱོན་ཤོག་དེར་གི་ས་རྒྱ་ནག་རང་ནག་ལས་ཨ་ད་ནད་ཡམས་འདི་དགུ་རོག་གི་ཤི་འཇིའུ་རུ་ཅིག་བཤད་དེ་གི་འདུག་ཨ། ཨ་ནི་རྒྱ་ནག་ནང་ལ་ནང་པ་མང་པོ་ཞིག་ཆགས་ཡོད་རེད། བྱ་དེ་འདྲ་ཡིན་དུས་ཆེ་ང་རང་ཚོའི་དེ་རི་དེ་ཕག་མ་སྒྲོལ་མ་སྒྲོལ་དཀར་ཡེ་ཤེས་འཁོར་ལོས་བྱེད་ཀྱི་ཆོ་ག་དང་འབྲེལ་བའི་ཐོག་ནས་ང་ཚོ་ཚང་མ་ལོག་གི་གཟུངས་སྔགས་ས་སྨོན་ལམ་རྒྱབ་ནས་བྱེད་ཀྱི་ཡོད་པ་ཡིན་དུས། བོད་གངས་ཅན་ཨ་ཞང་ཞང་ཞིག་རྒྱ་ནག་ནང་ལ་ཡིན་ནའི་དེ་འདྲས་ཀྱི་ནད་ཡམས་བྱེད་ཀྱི། ཕྱིས་ཀྱི་རྔམ་སྐྲག་སྐྱི་ཨར་འབྲུ་ཚོད་གྲལ་འདི། མགྱོགས་ནས་མྱུར་དུ་ཞི་ཐུ་ཡ་བྱེད་ཀྱི། བྱེད་ཨེ་ནི་རྒྱ་ནག་ལ་ཡ། མ་འོངས་པར་ཡ། སངས་རྒྱས་ཀྱི་བསྟན་པ། ཞེས། ཉམས་པ་སོ་སོའི་མི་ཉམས་གོང་འཕེལ་ཡག་པོ་ཞིག་ཡོང་ཐུ་ཡ་བྱེད་ཀྱི། འཕགས་མ་དྲི་མེད་བྱིན་རླབས། ཨེ་ནི། ནང་ཞུགས་སུ་ཞུགས་ཀྱི་ཡོད། ད་ག་ནང་ཞིག་གིས་ནི་འཕགས་པ་ཅན་རེད་སྲིད། བོད་གངས་ཅན་གྱི་ལྷ་སྐལ་རེད། ཅེས་ད་བོད་རང་ནས་ཡ་ད་ཅིག་རང་དབང་སླར་གསོ་སླར་གསོ་བྱས་ནས་ག་ད་ཅིག་གང་དུ་ཆོས་དང་རིག་གཞུང་འདི་ཡི་ཏིག་སླར་གསོ། དེ་ག་གཟུགས་རེད། བསྟན་པ་བཤད་སྒྲུབ་གཉིས་ཀྱི་ཐོག་ནས་འཛིན་སྐྱོང་སྤེལ་གསུམ་གྱི་ཡག་པོ་བྱེད་ཐུབ་ཡག་བྱེད་ཀྱི། དེ་ང་སྨོན་ལམ་རྒྱག་གི་ཡོད་ལ་དེ་ཕལ་ཆེར་ཡོང་གི་རེད། གཞན་སུ་ཞིག་ལ་གནོད་པའི་ལས་ཀ་ག་གེ་མ་རེད་པ། ཀུན་ལ་ཕན་པ་གཅིག་རེད་པ་ད། ཟེར་ཏེ་རྒྱ་མི་རིགས་ནས་ཕན་གྱི་ཡོད་རེད་བོད་པ་རིགས་ནས་ཕན་གྱི་ཡོད་རེད། རྒྱ་ནག་རེད་ཡ་ཏོག་ཙི་ཞིག་སེམས་ཁམས་རིག་པ་རུ་དེ་ཡིད་དེ་ཐོག་ནས་ཞི་འཇམ་བྱུང་ན་དེ་གཡས་གཡོན་ཚང་མ་རོགས་ལ་ཀོ་ཕན་ཐོག་ཡོང་དེ་ཡ་གཅིག་གི་ཨ་ད་ཀོ་བོད་པ་ནི་ཤིན་ཅང་ནང་ལོག་རྙོག་དྲ་ཅིག་ཡོད་རེད་ད་དེ་ཚོའི་གྲས་དེ་ག་ད་ཅིག་བྱམས་བརྩེའི་ཐོག་ནས་འདུག་བ་དཀའ་ངལ་ཞི་ཚུལ་ཡ་བྱུང་རོགས་བྱས་ན་ད་ཀུན་ལ་ཕན་པ་དེར་བ་ད། སངས་རྒྱས་ཏེ། ཕག་མོ་དྲི་མེད་བྱིན་རླབས་ཨེ། བདག་ནི་ཞེས་ཐུགས་རྗེ་ཆེན་པོ་ཕྱག་སྟོང་སྤྱན་སྟོང་གི་བྱིན་རླབས་རྣམ་རང་སྣང་སྲིད་ནས་འབུལ་རྒྱུ་ཞུ་གི་ཡོད། ཨེ་ཁྱེད་རང་ཚོའི་དེ་དེ་བཞིན་ཐུགས་སྨོན་གནང་ཤོག་ཨ། ད་ནད་ཡམས་འགོག་ཨ་ད་ད་གིས་ཞུས་ཚར་དེ་རེད། ད་འཛམ་བུ་ནི་གཅིག་གོ་ར་འདི་འདྲ་གཅིག་གི་གནས་ཚུལ་ཞིག་འདུག་ག་ད་ཡུལ་གྲུ་སོ་སོས་ཅིག་སྒྲོལ་མའི་གཟུངས་སྔགས་གཏོགས་ས་ས་གི་ཡིན་ན་མོན་ད་ཨ་ནི་བོད་ནང་ད་རྒྱ་ནག་ནང་ལ་ཡིན་ནའི་སོ་སོ་མོས་པ་ཡོད་ན་སྒྲོལ་མའི་གཟུངས་སྔགས་ས་བྱས་ཨ་དེ་ཡི་ནི་ཡམས་ནད་འདི་ཚོ་འཕྲད་དེ་ཏན་ཏན་ཉུང་རུ་འགྲོ་ཡ་ལ་ཕན་གི་རེད། སྒྲོལ་མའི་གཟུངས་སྔགས་ཀྱིས་ནད་ཡམས་འདི་ཚོ་ཞི་ཡག་དང་ཚེ་རིང་དུ་སྲིང་ཡག་དང་ཨེ་ནི་བྱ་བ་ལམ་འགྲོ་ཡོང་ཡག་གང་ལྟ་བས་རྒྱ་ཁ་གཅིག་གཅུས་བཟོ་རྒྱུ་རེད་ཕན་ཐོག་ཆགས་ཡོང་རེད།